ད་ལོ་སུམ་ཅུ་སོ་ནང་ཞིག་གྲུབ་འོག་རེད་དེའི་ནང་ནས་ཀྱི་གལ་ཆེ་ཤོས་རུ་དེ། འཕྲོད་བསྟེན་གི་དྲུང་ཆེ་ཞབས་ཀྱི་ཞུ་བ་ཡིན་ཆུས་རིག་ཐབ་དྲུང་ཆེ་ཞབས་ཀྱི་ཞུ་བ་ཡིན། ཨ་ནི་ཡང་ཆུས་རིག་དང་བཀའ་དྲུང་གཅིག་ཆོག་ལས་ལོ་གཉིས་དུ་ཅིག་ལས་ཀ་བྱས་བྱས་ཅི་འདུག་བྱས་བ་ཡིན་ད་ལྟའི་ཆ་ལ་ད་བཀའ་དྲུང་རྒན། བཅའ་སྡོད་རྩོམ་པ་དངོས་གནས་ཅིག་ད་དེ་སང་གི་སྐད་ད་མ་སོང་ནས་མོ་བལ་རིས་ཅག་བྱས་བ་ནང་ཞིག་ཆགས་ཀྱི་ཡོད་དེ་ལ་ཉི་མ་ལྔ་དྲུག་བདུན་བརྒྱད་དེ་དུས་རྩོམ་པ་སི་སང་ཚར་ར་བྱས་ཡ་ཅིག་གིས་ས་གནས་འགོ་འཛིན་གཞས་མ་གཙོས་པ་གཙོས་གཞས་གཙོས་ཡ་ས་གནས་འགོ་འཛིན་རྒན་པ་གཙོས་མཁན་ཅིག་ལམ་ལམ་སྟོན་དང་བཀའ་སློབ་ཟིན་བྲིས་ཞུས་རྗེས་རྗེས་སྔོན་ནས་འདི་ཕན་ཐོགས་པོ་ཞི་བོ་ཅིག་ང་རང་སྒེར་གྱི་ངོས་ནས་ཞུས་པ་ཡིན་ན་ས་གནས་འགོ་འཛིན་ཞབས་ཕྱི་ཞུ་བའི་རིང་ལ་ཡ་ནང་སྲིད་ཀྱི་ཚོགས་འདུ་འདི་དཔེ་མི་སྲིད་ཀྱི་གལ་ཆེན་པོ་དེ་ནས་ཀྱི་ལེགས་ཆ་གླེང་ཡག་མང་པོ་ཉམས་མྱོང་གླེང་ཡག་མང་པོ་ཨེ་ནི་ཡ་ཅིག་འདི་འདི་བ་ལ་སོ་སོ་ལ་ཤེས་རྒྱ་དང་མཐོང་རྒྱ་ཨེ་ནི། ནང་ཁུལ་གྱི་ང་ནང་ཚུལ་ས་གནས་འགོ་འཛིན་རྣམ་པ་ཚོ་ཅིག་ཅིག་ལ་ཡ་འབྲེལ་བ་དང་ངོ་ཤེས་ཡག་འདི་གི། དངོས་གནས་ཀྱི་ཐུགས་ཕན་གསོས་བུ་རུ་ཆེ་ང་རང་སྒེར་གྱི་མྱོང་ཚོར་དེ་འདྲའི་ཟུག་འདི་ནང་བཞིན་རྣམ་པ་སྟོར་བྲལ་དེ་ཚེ་འདི་ལས་ཀྱི། སྐྱོ་བ་མེད་གནས་དེ་འདྲའི་ཅི་ལྟར་ཡོང་གི་རེད་དྲན་གྱི་འདུག་ཨན་དེ་ནས་མོ་ཡང་ད་ལྟ། ཚོགས་བཅར་བ་ནང་གནས་ཀྱི་ཨན་ནི་ད་བཅུ་གཅིག་འདུག་ཅེས་གསར་པ་ཕེབས་བཞག་ཨན་ནི་འདི་གས་དེའི་ལྷག་པར་དུ་ད། དེའི་ནང་ལ་ཡང་ད་རིང་ཚོགས་འདུ་དང་པོ་ཡོད་དུས་བཟོ་པ་ཐུགས་ཉམས་ཆུང་མང་པོ་ཅིག་ཡོང་གི་རེད་ལྷག་པར་དུ་ལེགས་ཆ་ལན་ཡང་མང་པོ་བྱུང་གི་རེད། ད་ང་ཚོ་ད་ལྟ་ས་གནས་འགོ་འཛིན་རྣམ་པ་ཚོ་བཞུགས་དུས་རྩོམ་པ། དབུས་ཀྱི་སྒྲིག་འཛུགས་དང། ས་གནས་ཀྱི་མི་དམངས་ཀྱི་པར་རོ་ལི་ཡ་ད་ཟམ་པ་ད་མ་སུ་ནས་འཐུས་པ་རྒྱབ་ངེས་རོ་དེ་ས་གནས་འགོ་འཛིན་རྣམ་པ་ཚོ་ཆགས་ཀྱི་ཡོད་རེད། ད་ང་ཚོའི་ངོས་ནས་བལྟས་པ་ཡིན་ན་ས་གནས་འགོ་འཛིན་དེ་ཧ་ཅང་གི་གལ་ཆེན་པོ་རེད། གཞུང་གི་སྒྲིག་འཛུགས་དམ་ཚ་ལ་ལ་ཡོད་ར་དེ་ས་གནས་སོ་སོའི་གི་མང་ཚོགས་ཀྱི་བདེ་དོན། བདེ་སྡུག། ཨེ་ནི་སྐུ་ངལ་རུ་ག་རེ་འཕྲད་ཀྱི་ཡོད་ནས་དེ་ལ་ཡ་གཟིགས་རྟོག་གནང་ངེས་དེ་རྒྱས་དེ། ད་དུས་ཀྱི་ལྷན་ཁང་ཁག་གི་སྐུའི་སྐུ་ཚབ་དང་གསུང་གི་གསུང་ཚབ་མ་གའི་ས་གནས་སོ་སོ་སོ་གི་འགོ་འཛིན་རྣམ་པ་ཚོ་ཕྱག་འདེབས་ཡོད་པ་རེད། འདི་ཡིན་དུས་རྩམ་པ་དེའི་གི་ས་གནས་འགོ་འཛིན་གཙོ་བོར་གྱུར་པའི་གི་ས་གནས་སོ་སོའི་གི་ལས་ཁུངས་ནང་ལ་ཕྱག་ལས་གནང་མཁན་དེ་གའི་དེ་ལྟར་ང་ཚོ་མི་དམངས་ཀྱི་མ་ཎི་ཡང་བལྟས་ཡོང་དུས་རྩམ་པ་པོ་གཞུང་གི་ལས་བྱེད་ཟེར་དངོས་གནས་འདྲ་ཡ་མི་འདུག་ཟེར་ཡ་གཅིག་གིས་ལ་རྒྱ་འཛིན་དགོས་ཡ་དེ་གལ་ཆེ་ཤོས་དེ་རེད། ལས་བྱེད་ཀྱི་མིང་དོན་མཚུངས་པའི་གི་ལས་བྱེད་ཞུ་ཡ་དེ་གལ་ཆེན་པོ་རེད། ལས་བྱེད་ཚང་མ་གཅིག་པ་ཡོད་མ་རེད། རབ་འབྲིང་ཐ་གསུམ་ཡོང་གི་རེད། མང་ཚོགས་ཀྱི་མ་ནི་ཡ་ཟི་ཡོང་དུས་བརྩོན་པ་ས་གནས་ལ་འགོ་འཛིན་གསར་བ་ཞིག་ཕེབས་དུས་བརྩོན་པ་ཧ་ཅང་གི་དོ་སྣང་ཆེན་པོ་གནང་གི་རེད། མི་དེ་གི་རྣམ་འགྱུར་ག་འདྲའི་སྟོན་གི་འདུག། མི་དེ་གི་གཤིས་ཀ་ག་འདྲའི་འདུག་མི་དེ་སྐད་ཆ་ག་འདྲའི་བཤད་གི་འདུག་ལྷག་པར་དུ། ས་གནས་དགོན་སྡེ་ལ་གསར་པ་ཕེབས་པ་དང་རྙིང་པ་འཕོས་མཁན་དང་གསར་པ་ཕེབས་མཁན་གཉིས་ཀྱི་རྩིས་ལེན་རྩིས་སྤྲོད་ཀྱི་གཏམ་བཤད་དེའི་ནང་ནས་ཀྱི་མི་མང་ག་ལ་གང་འཚམ་གྱི་མ་ནས་ཡ། དོ་སྣང་ཆེན་པོ་གནང་གི་རེད། ང་ཚོས་ཀྱི་འདི་ག་ཚོས་ཀྱི་དོ་སྣང་མེད་པ་ཡིན་ནའི་མང་ཚོགས་མ་ནི་ཡ་ཟི་ཡོད་འདུག་ཟེར་བ་ཨོ་ད་ས་གནས་དགོན་སྡེ་འདི་འདྲའི་སྟེ་བཞག་དེའི་ཀྱི་ལས་ཀ་རུ་གྱི་ག་འདྲའི་བྱེད་འགྲོ་ཡོད་འགྲོ། དེའི་ཀྱི་ང་ཚོ་ལ་ཡ་ཚན་རུ་གྱི་ག་འདྲའི་འཚོ་འགྲོ་ཡོད་འགྲོ་བསམ་པའི་ཀྱི་དང་པོ་ནས་ཁོང་ཚོས་མ་ནི་ཡ་རེ་བ་དང་མ་སོ་ནི་བཅག་ཡོང་གི་རེད། མ་ནི་ཡ་གསུང་བཤད་གནང་དུས་ཙམ་པ་ག་ལ་ག་འཚམ་དོ་སྣང་གནང་གི་རེད། དེ་ཡིན་དུས་ཙམ་པ་ཐང་ཤོད་འདི་ལ་བོད་མིའི་སྒྲིག་འཛུགས་ཀྱི་ལས་བྱེད་ཀྱི་མིང་རྡུལ་མཚུངས་པ་གནང་ཡག་འདི་གལ་ཆེ་ཤོས་རེད་ད་མིང་རྡུལ་མཚུངས་པ་སྲིད་དོན་བཙོན་པ་སྒོ་སྲུང་གི་སྤྱོད་པ་གལ་ཆེ་ཤོས་རེད་འདི་གནང་ན་དཔེར་ན་ཆུང་ཙག་ནས་ཆ་བཞག་པ་ཡིན་ན་ང། ཟ་ལ་བ་སི་ས་གནས་དགོན་འཛིན་ལ་ལས་ལས་བྱ་ཞུ་དུས་ཐེངས་མ་དང་པོ་དེ་དབུས་ནས་མ་སྐབས་བདུད་བདུད་ཀྱི་ནང་ནང་སྲིད་ཀྱི་དྲུང་ཆེ་ཀོང་འཇིགས་མེད་བྱུང་ནས་ལ་རེ་བཞག་ད་ངས་ཀྱི་ཉམས་མྱོང་ཟེར་བ་རེ་བས་རྣམ་པ་ཚོས་ལ་དེ་སང་གི་ཚིག་དུ་མ་སོང་ནས་ཤེས་ཞུས་བ་ཡིན་ན་ཨེ་ཡིན་ད།

ས་སོ་སོ་ལ་རྒྱལ་གཅེས་བཀུར་ཡོང་དུས་བཏང་དུས་རྩོམ་པ་ནམ་ཞག་རྒྱུན་དུ་གི་བཀའ་སློབ་ལམ་སྟོན་གནང་བ་དེ་དང་སྐབས་འདི་དུས་ཀྱི་བཀའ་སློབ་གནང་སྐྱོར་དེ་ཉིད་སྙིང་ང་རང་ཚོའི་ཚུ་ཉེན་དུས་རྩོམ་པ་དོ་སྣང་ཐོ་རངས་མ་འདྲ་བྱུང་གི་འདུག་ད་ཕ་གའི་ས་གནས་འདི་ལ་ལས་ཀ་བྱེད་པར་འགྲོ་དུས་རྩོམ་པ་དེ་ནས་གི་སློབ་གསོ་ལམ་སྟོན་དེ་བྱས་ཏེ་གནང་སྐྱོར་དེ་ཉིད་དུ་པད་མོ་སེར་སེམས་པ་ལ་ཅེས་ཏེ་བརྟན་པོ་རོ་དེ་ཀ་པི་ཏྲ་སྐད་དུ་མ་ཚ་སེར་བཞི་བོ་ཡག་པོ་ཆགས་ཀྱི་འདུག་ད་ལི་བའི་ནང་ཨ་ནི་ཆུང་ཙག་ལས་སྔོན་འོས་དེ་དུས་བཀའ་སློབ་ག་འདྲའི་ཞིག་གནང་བྱུང་ཟེར་ན་ཁྱེད་རང་ཕ་གའི་ས་གནས་འགོ་འཛིན་བྱ་བྱེད་ཅེས་འགྲོ་གི་ཡོད་རེད།

སྟོན་མཉམ་དེ་འདྲའི་གནང་ཡག་གི་དེ་འདྲའི་མི་མང་གི་དེ་འདྲའི་སྐད་ཆ་ཡོད་རེད། དེ་འདྲའི་རྩ་བ་ཡིན་ནས་མ་བརྗེད་ཨ། མི་གང་འདྲའི་གཞོང་བ་ཡིན་ནས་རེད། ལས་ཁུངས་ནང་ཕྱི་ལོག་མི་ཚ་ཨ་ཀྲང་ཀྲང་ཁྱབ་ཁུངས་ཀྱི་མི་མང་གང་འདྲའི་སེར་དང་པོ་འདས་སུ་སྐྱ་གར་འདས་ཆུ་དེ་འདྲའི་སྐད་ཆ་བཤད་དུས་ཙམ་མ་ཉན་ཨ། སྐད་ཆ་བཤད་དུས་ཕ་བཀག་པ་ལ་སོགས་པ། ཕ་ནས་བཤད་གིན་བཤད་གིན་ཕ་འཚང་ཁ་ཁྱེར་ནས་བཤད་མ་བཅུག་པ་དེ་འདྲའི་རྩ་བ་ཡིན་ནས་མ་བརྗེད། སྐད་ཆ་ག་རེ་བཤད་རྒྱུ་ཡོད་ནས་བཤད་བཅུག། དུས་ཚོད་ཏོག་ཙི་དགོས་ཀྱི་རེད། སྐད་ཆ་རིང་པོ་བཤད་མཁན་འདི་མེད་ན་སྐར་མ་ལྔ་བཅུ་བཅོ་ལྔ་འགོར་སྲིད། སྐད་ཆ་དེ་ཆ་ཚང་ཉན། ཨེ་ནི་དེ་ནས་ཀྱི་ཨེ་ནི་ཁོ་རང་ལ་ཡར་ཕར་འགྲེལ་བཤད་རྒྱག་གི་འདི་སྐད་དེ་ངས་ཀྱི་ཐུབ་ཀྱི་འདུག་མི་འདུག་ཁྱེད་རང་གྱི་བརྗོད་ཐུབ་དཀའ་ངས་འདི་སྐད་དེ་ངས་ཧ་གོ་ཐུབ་ཐུབ་དང་མ་ཐུབ་དེ་ང་ཚོའི་ངོས་ནས་ཀྱི་ཐུབ་པ་ཡོང་སྲིད་རེད་མ་ཐུབ་པ་ཡོང་སྲིད་ཀྱི་རེད་འདི་ནས་ཐབས་ཤེས་བྱེད་དགོ་ཟེར་བྱས་བྱས་བས་ན་ད་མི་དེ་ལས་ཁུངས་དེ་ནས་མ་དོན་འགྲོ་དུས་ཙམ་པ་ཁོ་ལྟོས་ལ་ཡར།

ང་དང་འདྲ་བར་འདུག་དེ་ལ་ཡང་ལོ་མང་པོ་ལས་ཀ་བྱས་པ་ཡིན་ཀོང་རྐྱང་གིས། དེའི་ཚེ་རྗེས་མ་དེའི་ཚེ་སྐད་ཆ་བཤུ་ཡ་སྐད་ཆ་བཤད་བཤུ་ཡ་དེ་དཔེ་མི་ཚིག་གིས་དེ་ང་ཟུག་སྒུལ་བྱུང། ཚེ་ད་ཆུང་དག་དེའི་རིག་གནས་ཀྱིས་ང་ཚོས་ཀྱིས་བལྟས་ན། ལས་ཁུངས་ལ་མི་སླེབས་དུས་ཙམ་པ་སོ་སོ་དཔོན་ཉམས་དང་ཆེ་ཉམས་དང་དེ་འདྲའི་མ་ཡིན་པའི་ཐོག་ནས་ད་ང་ཚོའི་ལས་འགན་དེ་མིའི་གི་ས་གནས་ཀྱི་བདེ་སྡུག། དཀའ་ངལ་བསལ་ཡ་གི་ཐབས་ལམ་བྱེད་མཁན་གྱི་མི་དེ་ཡིན་དུས་ཙམ་པ་སྐད་ཆ་ག་རེ་བཤད་ནས་ཀྱིས་ཉན་ཡ་དེ་གལ་ཆེན་པོ་རེད། སྐད་ཆ་བཤད་མ་རྒྱུ་ཡ་དེ་འདྲའི་ལ་སོགས་དགོངས་མ་གནང་ཞེས་དེ་ངས་ཨེ་འདས་ནས་ཀྱི་ཐབས་ཤེས་ག་རེ་ཐུབ་ཨེ་ནི་ཞུ་ངན་གྱི་ཞུ་ཡུལ་རེད་ཨེ་ནི་ཨོ་ཐབས་ཤེས་ཐུབ་ཡ་དེ་བརྒྱ་ཆ་བརྒྱ་ཐམ་ཐམ་མ་རེད་པ། ཐབས་ཤེས་ཐུབ་པ་ཡོང་གི་རེད་མ་ཐུབ་པ་ཡོང་གི་རེད་ཨེ་ནས་ཀྱི་ཐུབ་པ་ཡིན་ན་ཡག་ཤོས་རེད་མ་ཐུབ་ཡིན་ན་མ་ཐུབ་པའི་རྒྱུ་མཚན་ཅི་ཡོང་གི་རེད་པ། དེ་ལྟ་དེ་ཡིན་དེ་འདྲའི་རྩ་ཆུང་དག་དེ་འདྲའི་ངོས་ནས་ཀྱི་ཚུར་སྣང་གནང་ཞེས་དེ་ཨོ་གཞུང་གི་ལས་བྱེད་ཟེར་མཁན་གྱི་དངོས་གནས་ག་ཡ་མི་འདུག་བསམ་པའི་ཀྱི་མི་མང་ལ་ཡ།

དེ་དུས་བཙོན་པ་ཁོང་ཚོ་ལ་ཡག་ཅིག་བསྔོ་སྨོན་དང་རོགས་པ་དང་ག་རེ་རག་རྒྱུ་ཡོད་མིན་ལ་མ་ལྟོས་པའི་ནང་ལ་རྟ་ཁ་ཅིག་འཁྱུག་ཐེབས་པ་ཙམ་གྱིས་ད་ག་རང་གི་ཁོང་ཚོའི་འཚོ་བ་ནང་ལ་ཡ་ཞུ་བོ་ཅིག་སླེབས་ཚར་རེད་ངའི་ནང་ལ་སྐུ་ངོ་ཐེབས་སོང་ཟེར། ཇི་ལྟ་བུ་འདི་འདྲའི་གི་གནས་སྟངས་ཡིན་དུས་ས་གནས་སོ་སོ་ལ་སྔས་མ་བརྩིས་པ་ཡིན་ན་དེ་སང་ཉམས་ཐག་ཉུང་རུ་ཞེ་དྲག་ཕྱིན་ཡོད་རེད་ད་ཡིན་ནའི་གི་ས་གནས་སོ་སོའི་གི་ནང་ལ་ཡ་ཉམས་ཐག་ལྔ་བཅུ་བཅོ་ལྔ་ག་ཚོད་ཡིན་ནའི་དེ་ཡེ་དེ་ལ་ཉུང་ཤུ་ནས་ཟླ་བ་རེ་རེ་ལ་ཟིག་ཏུ་ཟིག་ཟིག་མ་ས་གནས་ལ་ཕེབས་དེ་དུས

སྙེ་ཤུགས་བརྒྱབ་མཁན་གཅིག་གིས་ཤུགས་ལྔ་ཤུགས་བརྒྱབ་ཡོད་ན། ང་ཚོས་མར་འདི་མ་གང་མཐུན་འགྲུལ་བྱེད་བྱེད་ཤུགས་གཅིག་ལ་འབབ་ཐུབ་ཡག་གི་དེ་འབྲེལ་གི་སྤྱིར་ན་ད་འདྲིའི་ལས་འདོམས་དཀའ་ན། ལོ་གཅིག་གི་ནང་ལ་སྤྱིར་ན་ལྔ་པའི་བཞི་པ་འདོམས་འགྲུལ་ལྔ་པའི་གི་དེ་འདི་བར་ལ་ལས་འདོམས་འདི་དུས་ཚོད་འདི་ལྟར་ས་གནས་དགོངས་ཚུལ་རྣམ་པ་ཚོ་སྨྲ་གྱིན་པ་ཡོད་མ་རེད་ད་འདི་འདི་ནས་གསུང་བ་ན་ཞིག་རེད། ལས་འདོམས་འདི་ཡིན་གཅིག་མིན་གཅིག་ཡག་པོ་གཟིགས་རོགས་གནང། གྲོས་ཚོགས་ནང་ལ་ལས་འདོམས་འདི་ཀློག་གི་ཡོད་པ་རྣམ་པ་ཚོ་མཁྱེན་གྱི་རོགས་ཨ། ལས་འདོམས་འདི་ལས་རྒྱས་བསྡུས་གཉིས་ཡོད་རེད། བཀའ་ཤག་གསར་པ་ཕེབས་ནས་ལས་འདུམ་འགྲིག་གི་རེད། ཡོངས་རྫོགས་བཀའ་དྲུང་ཡིག་ཚང་ལ་ཡག་ལས་བཀའ་དྲུང་ཡིག་ཚང་གི་འདི་ལ་ཞུ་དག་སྟངས་ཨེ་ནི་ཕར་གྲོས་ཚོགས་ཕུལ་ཡག་གི་ལམ་ལུགས་དེ་བཟོས་ན་རེད་རྙེད་མ་ཡིན་ན་རེད་ཐེངས་ཁང་སོ་སོ་སོས་གི་དེ་དུས་ང་ཚོ་ཨི་ཕན་ཡོག་མ་རེད་གྲོས་ཚོགས་ནས་གི་ཚོགས་དྲུང་ལས་ཁུངས་ནས་གི་ཤུ་བུ་རྒྱག་གོ་རྒྱག་རྒྱག་བྱས་ནས་བཀའ་བློན་རྣམ་པ་ཚོ་གི་ལྗགས་ལོག་གནང་ཡག་ཡིན་ནའི་རེད་རྒྱུན་ལས་གི་ཟིག་ཡག་ཡིན་ནའི་རེད་ཡིག་ནོར་ཞེ་དྲག་དང་དེ་ང་ཡིན་པ་ཡིན་ན་ཡིག་ནོར་གྲངས་ཀ་རྒྱབ་ནི་གྲོས་ཚོགས་ནང་ལ་ཟིག་དང་ཡོག་རེད་ལས་ཁུངས་དེ་འདྲའི་གཅིག་གི་ཡི་གེ་བརྒྱ་ཐམ་པ་ཚིག་བརྒྱ་ཐམ་པ་ནོར་བཞག་ཟེར་དེ་འདྲའི་སྤྱི་འཐུས་རྣམ་པ་ཚོ་གི་བཀའ་གནང་རྒྱ་དེ་འདྲའི་ཡོད་རེད། སྤྱི་འཐུས་འདིའི་གི་ལན་དུམ་འདི་ཁྱེར་དེའི་ཕུད་ངན་དེ་ང་ཚོ་འཛིན་སྐྱོང་རེད་དེ་ཡང། ཨེ་ནི་ས་གནས་སོ་སོས་ནས་མ་ནི་ཡག་འདུག། ཕེབས་ཡོང་དུས་ཙམ་པ། ཡི་གེ་འདི་དག་གི་ལན་ཡོད་པའི་ཆ་ནས་གི་ལས་དྲུང་གི་བྲིས་གི་ཡོད་ནོས་སི་དུས་གི་ཡེ་ནས་འདིའི་ནང་ལ་ཐ་མ་ནང་ཚིག་ལ་མ་ཕུལ་གོང་ལ། ངས་འདིའི་གོ་སྐབས་འདི་བརྒྱུད་དེ་ཅི། ཞུ་གི་ཡིན། ཨེ་ལྷག་པར་དུ་ལྷན་ཁང་རྣམ་པ་ཚོ་ཡིན་ནའི་གི་མ་ནི་ཡང་ས་གནས་སོ་སོའི་གི་འདི་རེད་ད་ན་ཞིག་ལྷན་ཁང་ཡང་ཁྱབ་ཁུངས་མ་ཡིན་པའི་གི་དབུས་གི་ལྷན་ཁང་ཡིན་ནའི་དྲུང་ཆེ་རྣམ་པ་ཚོ་ཡིན་གཅིག་མིན་གཅིག་གཟིགས་བྱས་རྗེས་བཀའ་དྲུང་ཡིན་ཙམ་ཕུལ་ཡ་དེ་ངའི་གི་དྲི་ལན་གལ་ཆེན་པོ་ཆེ་ནི་ཞུ་གི་ཡིན་ཨེ་ནི་ང་ཚོ་ཡ་གའི་ལས་དཀའ་ངལ་མ་ཐེབས་པ་བྱས་ང་ཚོ་ནི་ཡ་གའི་མི་བཅུ་བཅོ་ལྔ་ཆེན་པོ་བྱས་པ་འདི་ན་ནས་གི་ལས་འདུམ་བསྐྱར་ཞིབ་བྱེད་ཐུབ་ངེས་གི་གནས་ཚད་ཡོད་རྒྱུ་དེ་ལས་ལས་བྱེད་ཚང་མས་བྱེད་ཐུབ་གི་ཡོད་མ་རེད་ང་ཚོ་རྒན་པ་ཞིག་ངག་ཅིག་གི་བགོ་བཤའ་རྒྱབ་རྗེས།

མ་འདང་ཅིག་ཡོད་རེད་ཨེ། དེ་ནས་འཕྲོས་དན་ད་འདི་སྐད་ཀྱི་རྣམ་པ་སྟོན་གི་ས་གནས་སོ་སོ་སོ་ལ་གོ་སྐབས་བཟུང་རེད་དེ་ཁ་བརྡ་སློབ་སོང་ག་རེ་སྐྱོན་དགོས་དོ་ལམ་སྟོན་ག་རེ་གནང་དགོས་དོ་འདི་ཡིན་གྱི་མིན་གྱི་འདི་སྐད་ཅིག་བེད་སྤྱད་ཅིག་ཐུང་གི་འདུག་ད་འདིའི་ནང་གནས་ཀྱི་ད་ལྟ་རྒྱ་གར་གཞུང་གི་ཉིས་སྟོང་བཅུ་བཞི་གི་སྲིད་ཇུས་ཀྱི་ཡིག་ཆ་ཞུས་ཡོད་རེད་འདི་ལ་ཐུགས་སྣང་གནང་བྱས་རྗེས་ད་ང་ཚོ་མངའ་སྡེ་མང་པོའི་ནང་ལ་དྲངས་ནས་བསྡད་ཡོད་རེད། ཚང་མ་ལ་གཅིག་མཚུངས་འདྲ་མི་འདུག། མངའ་སྡེ་ཁ་ཤས་དཔེ་ཡག་པོ་འདུག་སྲིད་ཇུས་ནང་ལ་ཡོད་པ་བཞི་ཚོགས་བྱེད་ཀྱི་མཐུན་རྐྱེན་སྦྱོར་སྤྲོད་གནང་གི་འདུག་མངའ་སྡེ་ཁ་ཤས་མི་ནི་གནང་ཡག་ཁོ་ན་ད་ལྟ་འགོ་གཙོ་རྒྱུ་རེད་བྱེད་དུས་ད་འདི་འབྲེལ་བ་དང་མ་མཚོན་ནས་དེ་དེ་ལ་ཞུ་ངེས་ཏེ་ས་གནས་འགོ་འཛིན་རྣམ་པ་ཆགས་བསྡད་པ་རེད། དེའི་ཡིག་ཆ་དེ་ལ་གཟིགས་དེའི་ནང་ནས་ས་གནས་སོ་སོའི་གི་གནས་སྟངས་ལ་བལྟས་ནས་ཨེ་ནས་འབོད་སྐུལ་ག་འདྲས་ཞུ་དགོས་ཀི་འདུག་དེ་ན་གཞིས་ཆགས་ཆེ་ཁག་ཡིན་པ་ཡིན་ན་གློ་བ་དང་ཆུ་དང་ལང་ཀ་དང་ད་འཕྲོད་བསྟེན་གི་ཐ་ན་སྨན་ཁང་གི་སྨན་དེ་འདྲས་དང་མང་པོ་ཅིག་གི་ཡོད་རེད་ད་ཡི་གཞིས་ཆགས་ཁ་ཐོར་དེ་འདྲས་ཡིན་པ་ཡིན་ན་ཡང་ས་གནས་ཁ་ཐོར་ཡིན་ན་གཞིས་ཆགས་དང་འདྲ་པོ་ཡོད་མ་རེད་བ། གཞིས་ཆགས་སོ་སོ་ཞུགས་སའི་གི་གནས་བབ་དེ་ལ་ཨེ་ནས་ཉིས་སྟོང་བཅུ་བཞི་གི་སྲིད་ཇུས་འདི་ནས་ཀྱི་མངའ་སྡེ་གཞུང་ནས་ཀྱི་མ། མཐུན་འགྱུར་དང་མ་སོང་ནས་འབོད་སྐུལ་ཞུ་ཡ་ག་རེ་དོ། དེ་སྐད་དུ་ཡིན་ཚེ་མི་རྗེས་ཞུ་ཐུ་བ་གནང་དགོས་གོ་རེད་བཀའ་ཤག་གི་སྐུ་ལས་ཞི་བོ་བསྐྱོན་འདི་དེ་ཁྱོད་ཚང་མ་སྲིད་ཇུས་འདི་དོན་ཐུབ་རེད་ད་ནང་སྲིད་ཀྱི་འདི་པ་རུ་དེ་སྐུ་ལས་ཞི་བོ་བསྐྱོན་ཡོ་རེད་དེ་དུས་རྩོམ་པ་འདི་ཡིན་གཅིག་མིན་གཅིག་ང་ཚོ་བཙན་བྱོལ་གྱི་སྤྱི་ཚོགས་ནང་ལ་ཡ། ས་གནས་སོ་སོའི་མངའ་སྡེ་གཞུང་ནས་མཐུན་འགྱུར་དེ་ཞུ་ཐུབ་པ་ཡིན་ན། ནི་ང་ཚོ་བཙན་བྱོལ་གྱི

ད་འདིས་ག་རེ་ཁྱེད་པས་འདོད་ཟེར་ན། དབང་པོའི་གི་ནུས་པ་ལ་དཔག་པའི་དབང་པོ་སྐྱོན་མཐའ་བིལ་བཅས་ག་ལ་བསྡད་ཡོད་ན་བུ་ཁྱོད་ཤ་སྟང་མཐུག་པོ་མི་འདུག་ན་དཔེར་ན་རི་ལིའི་གི་ལ་སྐྱེས་ལ་སྒོར་མོ་བརྒྱ་ཐམ་པ་སྤྲད་དགོས་ཀྱི་ཡོད་ན་རེད་ལ་སྒོར་མོ་ཉི་ཤུ་རྩེ་ལྔ་མ་ཞིག་སྤྲད་དགོས་མེད་ད་ཞུ་གུར་འདི་ག་ལ་འདིའི་གི་ཁྱེད་པས་འདི་ཧ་གོ་ཡོད་གོ་དུས་ཙམ་པ་དེ་ནས་ལོ་ལྔ་མ་རྫོགས་གོང་ནས་ཁོང་ཚོས་གི་ལས་མི་སྣས་ཤུན་ཅི་ད་རྒྱག་བྱས་ཏེ་ཨེ་ནས་ལོ་མ་ལྔ་རྫོགས་འགྲོ་ཡོད་ན་ལམ་རྒྱག་ལས་ཁུངས་ལས་སྐྱེས་གི་རེད་ད་འདི་རི་ནུ་བྱེད་རོགས་ཞེས་ཟེར་རྗེས་ཁ་ཙམ་འདིའི་གི་ཁྱེད་པས་འདི་ཚུར་རོ་བ། དེ་ན་ཞེས་བོས་ན་སྐབས་དེ་དུས་ང་བྷེ་ཀལ་ཡོད་དུས་ལ་དྭགས་ཀྱི། ཡུལ་མི་རང་གི་ཕྲུ་གུ་དེ་འདྲས་ཡོད་རེད་ཁོ་ཚོ་ལ་ཁོ་རང་ཚོ་ལ་དྭགས་ནས་བཟོས་ཅེས་གནམ་བྷེ་ཀལ་དུ། མཐུན་རྐྱེན་དཔེ་ཡག་པོ་འདུག་ལ་དྭགས་ལ་ཀོང་པོ་སྐྱོན་ཅན་ཡིན་པའི་ཆ་ནས་ད་ང་ཚོ་བོད་བྷེ་ཀལ་གྱི་གཞིས་ཆགས་མང་པོ་ཆེ་སྐབས་དེ་དུས་ཁྱིམ་གྱི་མི་འདུག་གཟུགས་པོ་ཐ་མ་ལ་ཡང་དེ་འདྲས་བཟོ་ཡ་ཡོད་རེད་ཁྱེད་རང་ཚོ། ང་ཚོ་བླ་བྲེ་ན་ལ་ཡོད་ད་ང་ཚོ་གཟུགས་པོ་ཡོད་དེ་ཡང་བྷེ་ཀལ་ལ་གཞིས་ཆགས་ན་ལ་དེ་འདྲས་ཡོད་པ་ཡིན་ན་ཁ་ལམ་སྟོན་བྱས་བྱས་ཏེ་དེ་འདྲས་འདུག་ད། དེ། བྱེད་དུས་གལ་ཆེ་ཤོས་དེ།

ཉི་མ་ག་ཚོད་སྔོན་ར་ཞུ་གི་འདུག་སུ་ལ་ཞུ་གི་འདུག་བཀའ་འཁྲོལ་ག་འདྲས་ཞུ་གི་འདུག་དཔེར་ན་རྒྱུན་རིང་པོ་ཡིན་པ་ཡིན་ན་ཨ་ནི་ག་འདྲས་ཞུ་གི་འདུག་འགྲོ་བ་ཨ་ནི་སློབ་སྦྱོང་ལ་འགྲོ་དགོས་ཀྱི་འདུག་ན་གཞུང་འབྲེལ་སློབ་སྦྱོང་འགྲོ་གི་འདུག་ན་ག་འདྲས་ཞུ་གི་འདུག་གཞུང་འབྲེལ་མ་ཡིན་པའི་སློབ་སྦྱོང་ལང་ཀར་ད་མ་སོང་ནས་ཁྲག་རིང་གཉིས་བཏོན་ཡོད་ད་དེ་སོ་སོས་ཀྱི་ཨ་ལོག་གྱི་ནི་གཏམ་མ་རྟ་རེད། ཚོས་དེ་ཚོ་ལ་དོ་སྣང་གནང་པ་ཡིན་ན་ལྷག་པར་དུ་བཅའ་ཁྲིམས་གཙོས་པའི། དཔེར་ན་བོད་མི་མང་སྤྱི་འཐུས་ལྷན་ཚོགས་གཏན་ལ་ཕབ་པའི་ཀྱི་ཁྲིམས་སྒྲིག་གཞི་ཉི་ཤུ་རྩ་གསུམ་ཡོད་རེད། དེའི་སྒང་ལ་ཨེ་ནི་འཛིན་སྐྱོང་གི་དེ་འདྲ་མ་བླང་དོར་སྒྲིག་གཞི་གཙོས་པའི་ཀྱི་ཨེ་རྩ་འཛིན་ལམ་སྟོན་ཁག་ཅིག་ཡོད་རེད། ཨེ་དེ་ནས་ཀྱི་སྒྲིག་གཞི་གཞན་དག་དེ་འདྲས་ས་གནས་ལས་ཡོད་སྲིད་ཀྱི་རེད་པ་མ་འདྲ་མ་འདྲ་ས་གནས་འཐུས་ཚོགས་གསོལ་གནང་པ་དེ་འདྲས་ཕྱི་ཟླ་བདུན་ཚོགས་ཆུང་ནང་གནང་རྗེས་དེ། མདོ་དོན་ཡང་གཉིས་ལོ་གཅིག་གི་ནང་ལ་ལས་འདུམ་དུས་ཐོག་ཕུལ་ཡ་དེ་དག་ད་འདི་དེ་ནས་བཀའ་གནང་ན་ཞིག་སྔོན་རྩིས་བཀའ་འཁྲོལ་ག་རེ་ཞུས་ནས་ཀྱི་འདི་ཞིག་གསུངས་འགྲོ་ཡ།

སྤྱི་པའི་དོན་དག་ལ་ཨེ་ནི་ང་ཚོ་ཕག་ཏུ་བཤད་རེས་ཐུབ་ཨེ་ནི་གང་ཟག་ཅིག་ནས་ཁུ་སྒེར་ནང་ལ་ཕྱིན་ཨེ་ནི་གང་ཟག་ཅིག་ནས་མིག་ལོག་ལྟ་དགོས་ཡ་དང་ཁྲོས་དགོས་ཡ་གནས་སྟངས་འདི་འདྲའི་ཡུང་ཁུ་འདུག་བ་ཅི་ཞིག་པ་ཚོ་ཁོ་ནག་ཚོ་ཁང་སོ་ཐུག་ག་ཡོད་མ་རེད་ཁང་སོ་ལེན་མཁན་ཁོ་ར་ད་ག་ར་རེད་ཅིག་དེ་ཏག་ཏག་འགྲོ་ཐུབ་མི་འདུག་ཞིབ་འཇུག་བྱས་ཡ་ལེན་མཁན་རེད་བ་ད་ང་ཚོ་ང་ཚོ་ལས་ཁ་མེད་བས་སོ་རེད་ལས་ཀ་མང་པོ་ག་ཚོད་བྱེད་ནས་གི་ནོར་འཁྲུལ་མེད་པ་ཡོང་གི་མ་རེད་བ་ད་ཡིན་ནའི་ཡག་ཤོས་ཅིག་ལ་ད་འདྲ་ང་ཚོ་ད་འདྲ་པོ་བས་ང་ནི་ཕྱི་ལོག་མི་རེད་ཞུ་གི་ཡོད་ང་ཚོ་བཀའ་རབ་གཞོན་འདི།

བྱེད་པའི་རྩོམ་པ། གཞུང་གི་ཕྱག་དངུལ་གྱིས་བཀའ་འཁྲོལ་ཞུ་སྟངས་སྔོན་རྩིས་ལས་བཀའ་འཁྲོལ་ག་ཚོད་ཞུས་ཡོད་རེད་ཨ་ནི་བེད་སྤྱོད་བཏང་སྟངས་ཨ་ནི་དངུལ་རྙིང་གི་ག་ཚོད་ཉར་ཆོག་གི་རེད་མ་རེད་ད་དེ་ཚོ་ང་ཚོ་རྩོམ་སྒྲིག་ལམ་སྟོན་ཆ་ཚང་ཡོད་རེད་བ་དེ་ཚོ་སྐུ་ངལ་མ་སྤྲད་པ་ཞིག་གནང་པ་ཡིན་ན་ཨ་ནི་ཕྱག་ལས་གནང་དོན་རྩིས་ཞིབ་སྙན་ཐོ་ལ་དོན་པ་ལ་ཁོ་ལ་འགྲེལ་བཤད་དང་གསལ་བཤད་བརྒྱབ་ས་ཅིག་ཡོད་རེད་བ་ད་སོ་སོས་ནོར་བསྡད་ཡོད་ན་ཨ་ནི་ཡང་ཁོ་གནས་ཚུལ་ལོགས་ཀ་ཆགས་གི་རེད་བ་དེའི་རིགས་དེ་ཚིག་དང་དངུལ་གྱི།

ཁ་ཤས་ཟླ་བ་གཅིག་གིས་འདེགས་མི་འདུག་ཨ། དེ་ནི་ཨེས་བྷི་སླེ་བྷེ་ནི་ཟླ་བ་གཅིག་ནས་མ་འདེགས་ཁྱུར་འགྲོ་ན། ང་ཚོའི་གི་འབྲེལ་བ་དེ་མུ་མཐུད་ནས་ཉག་དགོས་ཀྱི་ཡོད་རེད་བ། ཇི་སྟེ་ཡར་ཕར་ཕྱིན་མཚམས་འདྲི་དང་སྦྱར་གོ་འབྲེལ་བ་ཉག། དཔོན་དཔོན་རིགས་འདི་གྱི་དེ་འབྲེལ་བ་ཡག་པོ་ཉག་ཐུབ་པ་ཡིན་ན། ང་ཚོའི་དཀའ་ངལ་ག་ས་གང་འཚམ་ཅིག་སེལ་ཐུབ་གི་རེད། ཨ་ནི་མ། ད་ཆུང་ས་མ་ནི་མ་པྲོ་ཏར་ནས་བརྩིས་པའི་གི་ཁོ་ཚོ་ལས་འབྲེལ་བ་ཉག་ཅིག་བྱས་དུས་ན། མཛད་སྒོ་རུ་དེ་འདྲའི་ཚོགས་འཁུར་ཚོ་འདི་གདན་འདྲེན་འདྲ་ཞུས། གསོལ་ཇ་ཞེ་ཏོག་དང་སྐྱག་ཅིག་བྱེད་ཡ་ཡོད་པ་ཡིན་ན། ཨ་ནི། ཡུལ་ཆུ་བཏུངས་ནས་ཡུལ་ཁྲིམས་དེ་འཁྱེར་དགོས་བ་རེད་ང་རང་མི་ཡུལ་གྱི་ཁྲིམས་འཁྱེར་དགོས་བ་དང་ཡང་ཁོ་ཚོ་ལ་འབྲེལ་བ་བྱས་ནས་མཐུན་ལམ་བྱས་ང་ཚོའི་མི་ཡུལ་གྱི་ཁྲིམས་མེད་ལུགས་མེད་བྱས་པ་ནི་འགྲིག་གི་ཨོ་མ་རེད་འདི་ད་ནང་པ་ཚོ་གི་ས་གནས་ལ་ཡང་སློབ་གསོ་སྐྱོན་ཡག་རེད་ཨེ་ནི་ཕ་གལ་ལ་ཡང་ཡུལ་ཆུ་བཏུངས་ནས་ཡུལ་ཁྲིམས་འཁྱེར་པའི་ཐོག་ནས་ཀྱི་ས་གནས་ཀྱི་ཡུལ་མི་དང་མཐུན་ལམ་དེ་བྱུང་པ་ཡིན་ན་ཨེ་ནི་ང་ཚོ་ཞི་བདེ་བག་པའི་ངང་ནས་ཀྱི་ཧ་ཧུ་བསྡད་ཡག་རག་གི་རོ་ཨ། ས་གནས་འགོ་འཛིན་ཡིན་པའི་ཆ་ནས་མི་དམངས་དང་ཨ་ཅང་བཅའ་སྟེ་རྣམ་པ་ཚོས་ཀྱི་ཤ་མོ་ལ་ཕྱ་རེས་འདི་གོ་ན་ཕྱ་རེས་ན་ངས་ག་ཚོད་ཡོད་དོ་གསུམ་བཞི་ལྔ་དྲུག་བཅུ་ག་ཚོད་ཡོད་ནི་དེ་སྐད་ཅིག་གིས། གཟིགས་ས་དེ་སྐུ་ངོ་ལ་གཟིགས་གི་རེད་དཱ་ཡ། སྐུ་ངོ་ཕྱ་རེས་དེ་ཡག་པོ་ཆེ་གནང། གཅིག་གིས། བདེ་སྐྱིད་ཀྱི་ལ་རྒྱ་འཛིན་ཐུབ་པ་ཡིན་ན། ཤ་མོ་ནས་གི། གུས་བརྩི་དེའི་རང་བཞིན་ཡོང་གི་རེད་ང་ལ་གུས་ཞབས་བྱེད་ཤོག་ཨ་ང་ལ་བཀྲ་ཤིས་བདེ་ལེགས་ལབ་ཤོག་ཨ་ཞེས་གསུང་གི་མ་རེད།

དེ་དུས་སོ་སོ་བཞུགས་ས་དེ་ལ་འབྲིང་ཕྲན་བཅས་བཞུགས་ཨེ་ནི་མ་སྟངས་འཛིན་བྱེད་དགོས་ཡ་དེ་འབྲིང་ཕྲན་བཅས་བཏང་པ་ཡིན་ན། ཨེ་ནི་མ་ནི་ཡང་ལས་བྱེད་ཀྱི་སོ་སོ་ལ་བརྩེ་དུང་ལ་གུས་བཀུར་དེ་སླེ་གི་རེད་སོ་སོས་མ་ལས་ཀ་ལས་འགལ་བཀུར་སྟི་ག་རེ་བྱེད་པ་ཡིན་ནས་བྱེད་ཐུབ་གི་རེད་ལས་བྱེད་ཀྱི་གུས་བརྩི་དེ་སླེ་པ་ཡིན་ན། རྒྱ་དཔོན་དང་ཅོ་དཔོན་དང།

བུ་དེའི་རིགས་དེ་དག་ལས་རྗེས་ཡིན་དུས་རྩོམ་པ་ཐ་དྲི་ལ་རྒྱ་འཛིན་དགོས་རེད་ཟེར་ཡ་ལས་རྗེས་ཀྱི་མཚན་སྟོང་དེ། མཐུན་པ་དགོས་རེད་ཞུ་ཡ་དེ་འདི་རེད་གལ་ཆེ་ཤོས་དེ་འདི་རེད་སོ་སོ་ལས་རྗེས་ཡིན་པའི་ཆ་ནས་མི་མང་གི་ལྟ་དུས་མ་འདྲ་ཞིག་ཆགས་ཀྱི་རེད་སོ་སོའི་གི་སྒོ་སྲུང་གི་སྤྱོད་པ་དེ་དིང་འཛིན་ཅིག་ཁི་ཐུབ་པ་ཡིན་ན་ནི། ཕྱག་ལས་དེ་ལྷག་བསམ་རྣམ་དག་ཅིག་ཞུས་པ་ཡིན་ན།

ང་ཚོ་སྤྱི་ཚོགས་གཞན་དག་དང་མ་འདྲ་སྐྱབས་མགོན་རིན་པོ་ཆེ་གི་དབུ་འོག་ཁོང་ནས་ཞུ་ཡག་གི་ཞབས་ཀྱི་ཞུ་རག་གོ་བབ་ད་ག་རང་གི། ངས་ནི་ཞི་བོ་གཅིག་རླབས་ཆེན་པོ་མཐོང་གི་འདུག་སྙེ་མ། བཀའ་སློབ་གཅིག་ནང་ལ་ཡོད་རེད། ང་ཚོ་འུ་ཐུག་བས་གི་སོ་སོའི་ལུང་པ་མེད་པ། བཙན་བྱོལ་ལ་འཁྱར་དེའི་ནང་ནས་གི་ཡང་སྒྲིག་འཛུགས་ཀྱི་ཚུགས་དེའི་ནང་ལ་ལས་ཀ་བྱེད་ཡ་དེ། ལས་སླ་པོ་ཅིག་མེད་ད།

ལས་རྒྱུ་འབྲས་དགོས་གལ་ཡ་བཏང་ཨ་ཡོང་བསམ་ཚར་རེད་ད་འདི་ངས་ང་རང་གི་ནང་ཚོགས་རང་བྱེད་ནས་ཞུ་གི་ཡོད་ང་ཚོ་ཚང་མ་ནང་མི་གཅིག་གི་མི་ཡོད་འདུག་ཟེར་བ་དེ་ཚོ་དགོངས་པ་བཞེས་སྟངས་ལ་མི་མ་འདག་རེད་ཁྱད་པར་ཡོད་རེད་ཡིན་དུས་རྡོག་རྡོག་ཞུས་པ་ཡིན་ན་ཧ་སང་རྣམ་དག་བྱས་རྗེས་སྤྱི་པའི་གི་ཕྱག་ལས་དེ་ཧུར་ཐག་བར་ཐག་དྲང་པོ་དྲང་བཞག་ཅིག་གནང་རོགས་གནང་ཨཱ་སོ་སོ་ཡག་པོ་བྱས་པ་ཡིན་ན་ཤ་མོག་ལས་བྱེད་ཡིན་ནས་གི་མིག་དཔེ་བལྟས་བྱས་བྱས་ཁོ་ན་ཞིག་ཡོང་གི་རེད་བ་སོ་སོ་ཡག་པོ་མ་བྱས་པ་ནས་ཤ་མོག་ལས་བྱེད་གི་ཡ་འདི་ན་ཞིག། མིག་དཔེ་ངན་པར་འགྲོ་གི་རུ་བ་བྱེད་ད་ཨོ་དེ་འདྲའི་ཅིག་ངང་ནས་ད་ངས་ཚོད་ཚོད་ག་ལ་ག་ཚོད་ལ་ཞུས་སོ་ཨེ་ནི་ད་ག་ར་ཚམ་བཞག་བྱས་ཨེ་རྣམ་པ་ཚོ་ཚོགས་འདུ་ཉི་མ་ཁ་ཤས་དེ་རིང་ལ་ཚོགས་འདུ་དེ་ཚོགས་ན་ཚོགས་འདུའི་ནང་ལ་གྲོས་གཞི་གྲོས་ཆོད་ཡོད་རེད་དཀའ་ངལ་ག་རེ་འདུག་ནས་གསུང་ཨེ་ནི་དཀའ་ངལ་དེ་ལ་ཐབས་ལམ་དེ་གསུང་དཀའ་ངལ་འདུག་ཞེས་བྱས་གསུང་ཨེ་ནི་ཡང་ཐབས་ལམ་མེད་བས་ནས་ཡང་དེ་དེ་ཚང་གི་ཡོད་མ་ཆ་ཚང་གི་མ་རེད་ང་ཚོ་མང་ཆེ་གཤིས་ཀ་དེ་ཡོད་རེད་དེ་འདྲའི་དེ་འདྲའི་ཞིག་དཀའ་ངལ་འདུག་ཨེ་ནི་ཐབས་ལམ་ག་རེ་ཡོད་རེད་ཟེར་ནས་ཡང་བསམ་བློ་བཏང་བསྡད་དགོས་ཡོད་རེད། འདི་མ་ཡིན་པའི་གསོད་བྱའི་བར་ཚིང་དང་སྔ་གོང་གི་དུས་ཚོད་སྟོང་པར་ལ་ཡར་ངོ་མ་སྐྱེན་པའི་ནུ་ངོ་ཁྱིམ་པ་ན། ངའི་ས་གནས་འདི་ལ་དཀའ་ངལ་འདི་འདྲས་ཆེ་སོ་ཁྱེད་རང་ས་གནས་འདི་ལ་དཀའ་ངལ་འདི་འདྲས་ཆེ་སོ་ཨེ། དཀའ་ངལ་ཆེ་བས་ན་ཐབས་ལམ་ག་རེ་བྱས་པས། ལྷག་པར་དུ་ད་ལྟ་གསར་པ་བཅུ་གཅིག་གི་ཚོགས་འདུ་ཐེངས་མ་དང་པོ་ཕེབས་ཡོད་པ་རེད་འདི་གས་འདི་ཕག་ཚོ་གོ་དུར་མང་ཚོ་ནང་སྦྱང་བཤད་ཉམས་མྱོང་ས་ཡག་གི་དུས་ཚོད། ཨེ་ལྷག་པར་དུ་གོ་སྐབས་སྟོན་མི་སེ་ཡག་པོ་རེད། སྐུ་བགྲེས་པ་མང་པོ་ཡོད་རེད་སྐུ་ཉམས་མྱོང་ཡོད་རྒྱུ་མང་པོ་ཡོད་དེ་ན་དེ་ཚོའི་ནང་ནས་ལྷག་ཏུ་གུ་དུག་སྦྱང་བྱེད་ནང་བསླབ་བྱ་ཧྲིལ་བོ་ལས་ལམ་སྟོན་དེ་ཚོ་ཚུར་བཞེས་ཐུབ་པ་ཡིན་ན་ཨེ་ནི་སོ་སོ་ས་གནས་ལས་ཨེ་ནི་ད་རེང་ཡང་ངོ་མ་སྐྱེ་མེད་ན་ངོ་མཁྱེན་པ་བཟོས་བཞེས་པ་ཨང་གྲངས་དེ་ཚོ་ཕག་བཟོས་ཨེ་ནི་ཡང་ས་གནས་རང་ངའི་ཆེད་དུ་བརྩོན་པ་ཁོ་བོ་ཁ་སེང་ང་གཉིས་སྐད་ཆ་བཤད་སོ་དེ་ནས་ང་དཀའ་ངལ་དེ་འདྲའི་ཆེ་སོ་ཞེས་ཡང་རྟག་པར་ནང་སྲིད་ལ་ཡང་ཅིག་ལམ་སྟོན་ཞུ་གི་མ་བསྡད་ཅིག་སྐབས་རེ་ཡང་ནང་ཁུལ་ལས་ཀྱི་ཕག་ཏུ་གུ་དུག་སྦྱང་བྱེད་བྱེད་ཅེས་བསླབ་བྱ་གླེང་ཡང་མང་པོ་ཡོང་གི་རེད། ལས་འགན་དེ་འདྲ་པོ་འདྲ་བོ་རེ་དོན་ཆེན་ཞུས་པ་ན་གཞི་དེ་སྒྲིག་གཞི་གཅིག་གི་བར་འགྲོ་འོང་བའི་ང་ཚོ། གཟི་འོད་དེ་འདྲའི་ཡ་གི་ཆ་ཆེ་གང་དག་མདོ་སྟོད་ཡན་གཉིས་དེ་རྣམ་པ་དོན་ཐ་རིང་ཚོགས་འདུ་འཚོགས་ནས་དོན་སྙིང་ལྡན་པ་ཞིག་ང་དེའི་སླད་ཅིག་དངོས་གནས་གླེན་པོ་བྱུང་ཉི་མ་ཁ་ཤས་ཟད་ངོ་ཤེས་པ་ཁ་ཤས་བྱས་ཧ་ཧོ་བྱས་ཨེ་འདི་ནི་སྔར་འདུག་འདི་འཛོམས་པ་སེབས་བྱེད་མ་ཐུབ་ནས་འགྲོ་བ་ཡིན་ན་ཨེ་འདི་ཡང་ཨེ་ནི་གཞུང་གི་འགྲོ་སོང་འཕྲོ་བརླག་སོ་སོ་དུས་ཚོད་འཕྲོ་བརླག་འགྲོ་བ་ཞེས་ཚོགས་འདུ་འཚོགས་བས་ཀྱི་ཚོགས་རིང།